དབྱངས་གསལ་གླིང་གི་འཛིན་གྲྭ་ལ་ཕེབས་པའི་ཚོགས་ཚུལ། མཁའ་འགྲོ་ཏཱ་རེ་བླ་མ་མཆོག་དང། དྲ་གྲོགས་ཡོངས་ལ་རང་རང་གི་བཞུགས་ཡུལ་དུ་བསམ་པའི་བསམ་གྱིས་བཀྲ་ཤིས་བདེ་ལེགས་ཞུ། དེ་རིང། སློབ་འཛིན་བརྒྱད་ཅུ་དེ་འཕྲོ་སྐྱོང་ཡས་ཡིན། བརྗོད་བྱ་དྲ་བ་དེ་ཉེར་མཁོའི་གཏན་ཚིགས་བྲིས་ཡོད་རེད། ཉེར་མཁོའི་གཏན་ཚིགས་བསླབ་པའི་སྐབས་སུ་ཉེ་བར་མཁོ་བའམ་བེད་སྤྱོད་ཆེན་པོ་ཡོད་མཁན་གྱི་གཏན་ཚིགས་ཟེར་གྱི་ཡོད་རེད། གཏན་ཚིགས་ཟེར་བའི་སྐབས་སུ། ལོ་ཚིགས་གུང་བསྒྲིགས་བྱས་ལོ་རྒྱུས་ཀྱི་གནས་བྱུང་རབས་སྟོན་པའི་གི་གཏན་བཅོས་དེ་རིགས་ལ་གཏན་ཚིགས་ཟེར་གྱི་ཡོད་རེད། བྱེད་དང་ལོ་ཚིགས་བཞི་གསུམ་གྱི་ཐོག་ནས་བྱུང་བ་དེ་ག་དེ་རེ་བཤད་རྒྱག་གི་ཡོད་ན། འདི་ལྟ་བུའི་གི་ལོ་རྒྱུས་འདི་ལ་གཏན་ཚིགས་དང་ལྡན་པའི་ལོ་རྒྱུས་ལབ་པ་ཡོད་ན་ཕལ་ཆེར་འགྲིག་གི་ཡོད་རེད། ད་རེས་སང་ཉིན་དབྱིན་ཇི་སྐད་ཡིག་ནང་ལ་ཨ་ནི་གཏན་ཚིགས་ལབ་པའི་སྐབས་སུ Chronology ཟེར་ཡ་དེ་ཆགས་བསྡད་གི་ཡོད་རེད། ད། དུས་ཚིགས་སྟོན་པའི་གི་བརྗོད་བྱ་འདི་ལ་གཏན་ཚིགས་གསལ་བྱེད་ལབ་དགོས་པའི་རྒྱུ་མཚན་ག་རེ་ཞུས་པ་ཡིན་ན། ཐོག་མར་ཨ་ནེ་དེ་ཡིག་གིས་བརྗོད་བྱ་འདི་སངས་རྒྱས་ཀྱི་བསྟན་པ་ཞིག་ལ་བཞག་ཅེས་ཚིག་བརྒྱབ་པ་ཡོད་པ་སོང་ཙང་ཨ་ནེ་གཏན་ཚིགས་ལབ་པ་རེད། ཡིན་ན་རྗེས་མ་ལོ་ཚིགས་གུང་བསྒྲིགས་བྱས་ལོ་རྒྱུས་ཤེས་ཡས་ཀྱི་བསྟན་བཅོས་ཆགས་ཡོད་པ་གསུངས་ཙང་སངས་རྒྱས་ཀྱི་བསྟན་པ་འབྲེལ་ནས་འགྲིག་གི་རེད་སངས་རྒྱས་དང་བསྟན་པ་དང་མ་འབྲེལ་ནའང་འགྲིག་གི་རེད་གང་ལྟར་ཨ་ནི་ལོ་རྒྱུས་དང་གྲོང་གི་མཁས་པ་འདྲ་བོ་དེ་བྱས་རྗེས་ཀྱི་རྒྱུ་མཚན་ཡག་ཤོས་གཅིག་དེ་ཨེ་བསྟན་རྩིས་སྐོར་ནས་བསྒྲིགས་བཞག་ཡོད་པ་ཡིན་ན། ལོ་རྒྱུས་ཡིན་པ་དེ་གསལ་པོ་ཆགས་ཀྱི་ཡོད་རེད། གྲོང་སྟངས་འདྲ་པོ་འདི་འདྲ་ཡིན་ན་ཨེ་ནི་ལོ་ཚིགས་འབྲེལ་བ་མེད་པར་སོང་ཙང་གཏན་ཚིགས་ནང་ན་མི་སླེབས་རེ་བ་ཆགས་བསྡད་ཀྱི་ཡོད་རེད། ད་ད་ལྟ་ང་ཚོ་འདས་པའི་ཟླ་བ་ཁ་ཤས་ཀྱི་ནང་ལ་ཨེ་ནི་གཏང་འཇུག་མཇུག་བསྒྲིལ་ཚར་བ་རེད། དེ་ཡིད་ཀྱི་ཞར་བྱུང་དུ་ཨེ་ནི་ཉེར་མཁོའི་གཏན་ཚིགས་ངོ་སྤྲོད་བྱེད་ཀྱི་ཡོད་རེད། དེ་ཞུ་དགོས་པའི་རྒྱུ་མཚན་ག་རེ་ལབ་ཡིན་ན། རིག་གཞུང་འདིའི་ནང་ལ་བེད་སྤྱོད་གཏོང་བའི་སྐབས་སུ་ཨེ་ནི་ལོ་ཚིགས་ཁ་ཤས་ཅིག་ང་ཚོས་ངེས་པར་དུ་མ་བྱས་ཐབས་མེད་ཆགས་ཀྱི་ཡོད་རེད། ལོ་ཚིགས་འདི་གི་དེ་ཨེ་ནི། འགྲོ་སྟངས་འདྲ་བོ་དང་བརྩི་སྟངས་འདྲ་བོ་དེ་མ་ཤེས་པ་ཡིན་ན་ཨེ་ནི་ལོ་རྒྱུས་ཀྱི་རྔམ་བྱེད་ཀྱི་གོ་རིམ་དེ་འཁྲུགས་འགྲོ་གི་ཡོད་རེད་ཨོ་འདུག་ཟིན་པ་རེད། ཞེ་སྡང་འདིའི་ནང་ལ་སྟོན་པའི་འདས་ལོ

ད་ལྟ་ལོ་ག་ཚོད་སླེབས་ཡོད་རེད། ཨ་དེ་ཚོ་ཕག་ཚོ་གུང་བསྒྲིགས་ཆེད་སློབ་སྦྱོང་བྱེད་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད། ལྔ་བཅུ་ང་དགུའི་དགུན་གོང་ལ་ཡིན་ན་ཨེ་ནི། ཕྱི་ལོ་འདི་ཧ་ལམ་བེད་སྤྱོད་གཏོང་གི་མེད་པ་རེད། མཁས་དབང་དགེ་འདུན་ཆེན་པོས་ཀྱི་དེབ་ཐེར་དཀར་པོའི་ནང་ལ་ཡིན་ན་སྟོན་པའི་འདས་ལོ་ཞིག་ཤག་གི་ཐོག་ནས་ལོ་ཚིགས་གཏན་འབེབས་གནང་ཡོད་རེད། ནང་བཞིན་རེད། སིང་ག་ལའི་རྟོགས་བརྗོད་ནང་ལ་ཡང་ཁོང་གིས་སྟོན་པའི་འདས་ལོ་གཞི་བཞག་གི་ཐོག་ནས་གཏན་འབེབས་གནང་ཡོད་རེད། སྟོན་པའི་འདས་ལོ་དེ་དང་ཨེ་ནི་ཕྱི་ལོ་གཉིས་འབྲེལ་བ་དེ་ཡག་པོ་ཅིག་ངེས་སོང་ན། ཨེ་ནི་གཅིག་ངེས་ན་གཞན་པ་དེས་ཐག་གཅོད་བྱེད་ཐུབ་པའི་ཆ་དེ་ཡོད་རེད། དག་ནང་བཞིན་སྟོན་པའི་འདས་ལོ་དང་ཕྱི་ལོ་གང་རུང་ངེས་པ་ཡིན་ན་བོད་རྒྱལ་ལོ་ག་དུས་ཡིན་མིན་དེ་ཡང་ངོས་འཛིན་ལས་སླ་པོ་ཅན་ཐུབ་ཀྱི་ཡོད་རེད། དེ་ནས་རབས་ལོ་ཟེར་བ་ཞིག་ངོ་སྤྲོད་ཞུ་གི་ཡོད་རེད། རབས་ལོ་ཟེར་བ་ཡིན་ན། རབ་བྱུང་མགོ་བཙུགས་ནས་ད་ལྟ་བར་དུ་ལོ་ག་ཚོད་ཕྱིན་པ་རེད་དེ་ལ་རབས་ལོ་ཟེར་གྱི་ཡོད་རེད། ད་དེ་ཚོ་བོད་པའི་རིག་གཞུང། སློབ་སྟོན་གནང་མཁན་ཡིན་ན་མེད་ཐབས་མེད་པ་རུ་ཆགས་འདུག་ཡོད་རེད་དེ་མེད་པ་ཡིན་ན་ནང་དོན་རྟོགས་པ་ཡིན་ན་ཡང་སྔ་ཕྱིའི་གོ་རིམ་གསལ་པོ་མ་ཆགས་པའི་ཉེན་ཁ་ཡོད་ཡོད་པ་ཆགས་འདུག་ཡོད་རེད། དེ་དང་ལྷན་ཅིག་ཏུ་ཨ་ནི་བརྒྱ་ཕྲག་ཟིང་ངེ་འདྲ་པོ་བཅུ་ཕྲག་ཟིང་ངེ་འདྲ་པོ་བདུན་རབས་ཟིང་ངེ་འདྲ་པོ་དེ་ཚོ་བློ་ལ་ངེས་དགོས་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཞུ་ཡིན། བྱས་དང་ད་དང་པོ། འདི་ནི་མ་དཔེ་ཆ་བསྐུར་བ་ནང་བཞིན་ཀློག་པ་ཡིན་ན། གཏན་ཚིགས་ཀྱི་གོ་དོན་ངོ་མ་ནི་ཡིན། བདག་ཅག་གི་སྟོན་པ་ཤཱཀྱ་སེང་གེས་འཛམ་བུའི་གླིང་འདིར་དུས་ཇི་ཙམ་ན་བྱོན་པ་དང། དེ་དང་འབྲེལ་བའི་ཆོས་སྐོར་ནམ་ཞིག་བསྐོར་བ་དང། བསྟན་འཛིན་གྱི་སྐྱེས་བུ་གཞན་དང་མཛད་པ་འཕྲིན་ལས་རྣམས་དུས་ནམ་ཞིག་ན་བྱུང་བའི་དུས་ཚིགས་ཀྱི་རྣམ་བཞག་སྟོན་པའི་གཞུང་ཞིག་ལ་ཨ་ནི་བསྟན་འཛིན་ཟེར་གྱི་ཡོད་རེད། དེང་གི་ཆར་རྒྱལ་རབས་དང་ལོ་རྒྱུས་ཀྱི་དུས་ཚིགས་སྟོན་པའི་གཞུང་སྤྱི་ལ་ཨ་ནི་བསྟན་འཛིན་ལབ་ཡིན་ནའི་འགྲིག་གི་ཡོད་རེད་ཟེར། དབྱིན་ཇིའི་སྐད་ཡིག་ནང་ལ་དེ་ལ Chronology ཟེར་བ་རེད། ཨ་ནི་ཕྱི་ལོ་ཟེར་བ་དང་སྤྱི་ལོ་ཟེར་བ་དང་ཡེ་ལོ་ཟེར་བ་གསུམ་དོན་གྱི་མིང་གི་རྣམ་གྲངས་རེད། བོད་ནང་ལ་ཡོངས་གྲགས་ཡེ་ཤུ་མཱ་ཤི་ཀའི་ལོ་དེ་ལ་སཱ་པཱ་དཱ་པཱ་ཡེ་ད་ཅཱ་ཀི་བུ་ཅིས་སྤྱི་ལོ་ཁྲི་ཡོད་རེད། རྒྱ་གར་ནང་ལ་དྲུག་ཅུ་རེ་གྲངས་ནས་གཏན་འབེབས་བྱུང་རྗེས་ནི་ཕྱི་ལོ་ཟིང་ཡོད་ཀྱི་ལམ་སྲོལ་དེ་དར་བ་རེད། སྨན་རྩིས་ཁང་གི་ཨམ་ཅི་ཨེ་བ་བསོད་ནམས་ལགས་ཀྱིས

ཕལ་ཆེར་བྱ་དགའ་བའི་རྒྱལ་རབས་ནང་ལ་ཚོང་དུར་བྱེད་ཅེས་བཀོད་ཡོད་པ་འདྲ་པོ་ཆགས་ཀྱི་ཡོད་རེད་འདིའི་སྔོན་ལ་ཨ་ནི་ཕྱི་ལོ་དང་སྤྱི་ལོ་དང་ཡེ་ལོ་དེ་གི་དེ་བེད་སྤྱོད་རྩ་བ་ཉིད་ནས་བེད་སྤྱོད་བཏང་ཡོད་མ་རེད་གང་བེད་སྤྱོད་བཏང་བ་དེ་གི་དེ་རབས་ལོ་དང་རབས་བྱུང་དང་བོད་རྒྱལ་ལོ་དང་སྟོན་པའི་འདས་ལོ་ཡིན་པ་རེད་ཞུ་ཡིན་ད་རབས་བྱུང་དང་སྟོན་པའི་འདས་ལོ་དང་བོད་རྒྱལ་ལོ་དེ་གི་དེ། ཕྱི་ལོ་དང་སྤྱི་ལོ་དང་ཡས་ལོ་དང་སྦྱར་ཐུབ་པ་ཡིན་ན། ཨན་འཛམ་བུ་གླིང་གི་ཨ་ནི་དུས་ཚོད་རྩིས་ཐང་དང་མཐུན་པ་ཆགས་ཀྱི་ཡོད་པ་སོང་ཙང་རྔམ་བརྗིད་གོ་རིམ་ངོ་ཡལ་ལ་ཕན་ཐོགས་ཆེན་པོ་ཞིག་རག་ཡོད་རེད་ཟེར། ཨན་ཕྱི་ལོ་དང་སྤྱི་ལོ་དང་ཡས་ལོ་གསུམ་ནི་སྟོན་པ་ཡེ་ཤུའི་འཁྲུངས་ནས་འགོ་ཚུགས་གནང་གི་ཡོད་རེད། ཁ་ཤས་ཡེ་ཤུའི་འདས་ལོ་རེད་གསུང་གི་ཡོད་རེད་འདི་ཏག་ཏག་འགྲིག་གི་ཡོད་མ་རེད། སྟོན་པ་འཁྲུངས་ནས་འགོ་བཙུགས་པ་ཡིན་ན། ཨ་ནི་དུས་ཚོད་ཀྱི་ཏག་ཏག་འགྲིག་གི་ཡོད་རེད་བཞིན། དེ་ནས་བོད་རྒྱལ་ལོ་ལབ་པ་ཡིན་ན། བོད་ཀྱི་རྒྱལ་པོ་གཉའ་ཁྲི་བརྟན་པོ། ཨ་ནི་ཁྲི་ལོ་འགོ་བཙུགས་ནས་ཇེ་ཆེ། བདག་བོད་དུ་ལོ་ཁ་ཏུ་ཕྱིན་པ་ཡིན་ན་ཡང་བོད་རྒྱལ་ལོ་ཟེར་བ་རེད། སྟོན་པའི་འདས་ལོ་ནི་བདག་ཅག་གི་སྟོན་པ་སྐུ་མྱ་ངན་ལས་འདས་ནས་ལོ་ག་ཚོད་སོང་བ་རེད་དེ་ནས་བཟུང་ཇེ་ཚིག་གི་ཡོད་རེད་བཞིན། དེ་ནས་རབ་བྱུང་ཟེར་བ་དེ་ནི་བོད་དུ་སངས་རྒྱས་དུས་ཀྱི་འཁོར་ལོའི་དཔེ་ཆ། བོད་ཁུལ་དུ་བསྒྱུར་ཡོད། ལོ་དེ་ནས་བཟུང་བྱེས་བོད་ནང་ལ་རྩིས་ཐང་གསར་པ་ཅིག་ཆགས་པ་རེད། དེ་ལ་རབ་བྱུང་ཟེར་ཡོད། དེ་གཅིག་སྟོང་རྒྱ་མི་ཉི་ཤུ་རྩ་བདུན་ལོ་ལ་ནི་རབ་བྱུང་དང་པོའི་ལོ་དང་པོ་ཆགས་ཀྱི་ཡོད་རེད། ལོ་ཁམས་བྱེད་པ་ཡིན་ན་མེ་མོ་ཡོད་ཆགས་ཡོད་རེད། དེ་ནས་མེ་ཁ་རྒྱ་མཚོ་ཟེར་བ་ཞིག་ཡོད་རེད། མེ་ཁ་རྒྱ་མཚོ་ཟེར་བ་འདི། ཤམ་པ་ལ་ལ་ཨ་ནི་ཆོས་རྒྱལ་དུན་དང། རིགས་ལྡན་ཉེར་ལྔ་ཡོད་རེད་ཅེས་བརྗོད་གསུང་གི་ཡོད་རེད་བ། བཅས་དང་རིགས་ལྡན་ཉེར་ལྔ་ནས་རིགས་ལྡན་བཅུ་པ། རྒྱ་མཚོ་རྣམ་རྒྱལ་དང། བཅུ་གཅིག་པ། རིགས་ལྡན་རྒྱལ་ཁའི་ཁྲི་ལོ་ཉིས་སྟོང་སོང་ན། ཨ་ནི་ཞིབ་ཆ་གསུམ་ཆགས་ཀྱི་ཡོད་རེད། ཞིབ་ཆ་གསུམ་འདི། སྔོན་བརྗོད་གནང་ལ། བྲིས་པའི་སྐབས་སུ། ཨ་ནི་མེ་ཁ་རྒྱ་མཚོ་ཞེས་བྱ། འོ་དེ་ནས་བཟུང་བྱས། ཨ་ནི། མེ་ཁ་རྒྱ་མཚོ་འགོ་ཚུགས་ཀྱི་ཡོད་རེད། མེ་ཁ་རྒྱ་མཚོ་འགོ་བཙུད་ཡས་དེའི་ཕྱི་ལོ་དང་བསྡུར་བ་ཡིན་ན། དྲུག་བརྒྱ་ཉི་ཤུ་རྩ་བཞི་ཁེལ་གྱི་ཡོད་རེད། བོད་ལ་སམ་གདང་མཁན་ཡིན་ན་སྲོང་བཙན་སྒམ་པོའི་དུས་ལ་ཆགས་ཀྱི་ཡོད་རེད། ཕྱི་ལོ་དྲུག་བརྒྱ་ཉི་ཤུ་རྩ་བཞི་ནས་ཆིག་སྟོང་བརྒྱད་མེད་ཉི་ཤུ་རྩ་དྲུག་བར་དུ་ལོ་བཞི་བརྒྱ་གསུམ་དུས་ཡུན་ཡོད་རེད། འདི་ལ་མེ་ཁ་རྒྱ་མཚོ་ཟེར། བྱས་ཙང་དྲུག་བརྒྱ་ཉི་ཤུ་རྩ་བདུན་འདི་མེ་ཁ་རྒྱ་མཚོའི་ལོ་གཅིག་རེད། དེ་ནས་བརྩིས་བྱས་གཅིག་སྟོང་བརྒྱ་སྨོས་ཉི་ཤུ་རྩ་དྲུག་སྟེ། མི་ཁ་བརྒྱ་ཚུལ་ལོ་ཐ་མ་ཆགས་ཀྱི་ཡོད། ད་གཅིག་སྟོང་བརྒྱ་སྨོས་ཉི་ཤུ་རྩ་བདུན་འདི་མི་ཁ་བརྒྱ་ཚུལ་གྱི་འདས་ལོ་དང་པོ་རེད་ལབ་ཡོད་ན་ཏག་ཏག་ཆགས་ཀྱི་ཡོད་རེད། ཁྱེད་ཚོ་མི་ཁ་བརྒྱ་ཚུལ་འདས་ལོ་དང་པོ་དང། རབ་བྱུང་དང་པོའི་ལོ་དང་པོ་གཉིས། ལོ་གཅིག་ཏག་ཏག་ཆགས་ཀྱི་ཡོད་རེད་ཞུས། ཨོ་ཏུབས་ངོ་སྤྲོད་བྱེད་ཅིག་བྱས། ད་དེ་ནས། བོད་རྒྱལ་ལོ་དང། སྟོན་པའི་མྱང་འདས་ཀྱི་ལོ་དེ་ངོ་སྤྲོད་བྱས་པ་ཡིན་ན། བོད་ཀྱི་རྒྱལ་པོ་གཉའ་ཁྲི་བཙན་པོ་ཕྱི་ལོའི་དངུལ་ལོ་བརྒྱ་དང་ཉི་ཤུ་རྩ་བདུན། ཤིང་སྟག་ལ་ཁེལ་ཞིང། ཨ་ནི་གཉའ་ཁྲི་བཙན་པོས་ག་དུས་ཁྲི་ལ་ཕེབས་པ་རེད་ཞུས་པ་ཡིན་ན། One Hundred Twenty Seven BC། བྱས་ཙང། གཉའ་ཁྲི་རྫུན་པོའི་ཁྲི་ལོ་དང་པོ་དེ། ཕྱི་ལོའི་སྔོན་ལོ་བརྒྱ་དང་གསར་བདུན་ཆགས་ཀྱི་ཡོད་རེད། དེ་ནས་བཟུང་བྱས། རྩ་བརྒྱད་བྱས་པ་སྐབས་སུ་ལོ་གཉིས་བྱས་ཨེ་མོ་དུས་ཡོད་རེད། ད་ལྟ་བུ་དེ་ལོ་ག་ཚོད་ཕྱིན་ཡོད་རེད་ཞུས་པ་ཡིན་ན། ཨེ་ནི་ཧ་ཅང་གི་གསལ་བོར་བ། ཉིས་སྟོང་བཅུ་དགུ་ནས་བརྒྱ་དང་གསར་བདུན་བར་འཐེན་པ་ཡིན་ན་བོད་རྒྱལ་ལོ་རག་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་བོད་རྒྱལ་ལོ་འདི་ཕྱི་ལོའི་སྔོན་ལོ་བརྒྱ་དང་ཉི་ཤུ་རྩ་བདུན་ནས་འགོ་ཚུགས་ཀྱི་ཡོད་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཞིང་ཁམས་གཞན་དུ་ཕེབས་པའི་ལོ་དེ་ནི་ཨ་ནི་གནས་བརྟན་སྡེ་པ་དང། ཡོངས་གྲགས་ཀྱི་ལོ་རྒྱུས་དེབ་ཐེར་རྣམས་སུ་ཕྱི་ལོའི་སྔོན་ལྔ་བརྒྱ་བཞི་བཅུ་ཞབས་ཕྱི་ཏག་ཏག་གི་བྱེད་སྟངས་སྟོན་པས་འདས་ལོ་འདི་ཨ་ནི་ག་དུས་ནས་འགོ་ཚུགས་ཀྱི་ཡོད་རེད་ཞུས་པ་ཡིན་ན། ཨ་ནི five four four BC ནས་འགོ་ཚུགས་ཀྱི་ཡོད་རེད་ཞུས། གནད་དོན་འདི་བའི་ལུགས་ཞིག་གསུངས་དོན་ནས་ཞུས་པ་རེད། དེ་ཙམ་དུ་མ་ཟད་པཎ་ཆེན་ཤཱཀྱ་ཤྲཱི་རིགས་བོད་ལ་ཕེབས་པའི་སྐབས་སུ་བསོད་ནམས་ཐང་སྒོ་ཆེན་ལ། བསྟན་རྩིས་སྐོར་པའི་སྐབས་སུ་ཡང། སྟོན་པའི་འདས་ལོ་དེ། ཨ་ནེའི་ལོ་གཅིག་མ་གཏོགས། ཆོས་ལུགས་སྔོན་ལྔ་བཅུ་བཞི་བཅུ་ཞབས་ཞུ་ཏག་ཏག་འཁེལ་གྱི་ཡོད། ད་རེས་ས་གཉིས། འཛམ་བུ་གླིང། ལོ་རྒྱུས་སྨྲ་བ་ཚང་མས། གནས་བརྟན་སྡེ་བའི་གཞི་གསུམ་ཐོག་ནས་བརྩི་གི་ཡོད་པ་སོང་ཙང། ང་ཚོས་ཀྱང། ལྔ་བརྒྱ་བཞི་བཅུ་ཞབས་བཞི་ཕྱི་ལོའི་དངུལ་འདི་སྟོན་པའི་འདས་ལོ། ནི། དང་པོ་ཚིག་གི་ཡོད་རེ་ཞུས། དེ་ནས་བཟུང་བྱས། ད་རེས་སང་ཉིན་སྟོན་པའི་འདས་ལོ་ཚིག་ཐང་འདི་མགོ་བཙུགས་སྟངས་ར་བ་འདི་འདྲ་ཡིན་པར། བྱས་ཙང། ལྔ་བརྒྱ་བཞི་བཅུ་ཞབས་བཞི BC འདི་སྟོན་པ་མྱང་འདས་ཀྱི་ལོ་རེད། བརྒྱ་དང་ཉི་ཤུ་རྩ་བདུན BC འདི། བོད་ཀྱི་རྒྱལ་པོ་གཉའ་ཁྲི་བཙན་པོ་ཁྲི་ལོ་རེད། ལྟ་དེ། བོད་རྒྱལ་ལོ་དང། ཨ་ནི་སྟོན་པའི་འདས་ལོ། མགོ་ག་དུས་བཙུགས་མེད་དེ་ངོ་སྤྲོད་ཞུས་པ་རེད་འདི་ཧ་ཅང་གི་གལ་ཆེན་པོ་རེད། དང་པོ་དེ་ངས་སོང་ན་ཨ་ཚང་མ་ལ་དཀྱུས་གཅིག་དུ་མ། གྲངས་ཀ་བསྐྱལ་བའི་རེད་དེ་རེད་བ། དང་པོ་དེ་འཁྲུགས་སོང་ན་ཨ་རྩིས་རྒྱལ་སྐད་ཡོད་མ་རེད་ལམ་རི་ཆེན་མོ་ནས་སོང་བ་ནང་བཞིན་རེད། ཚེས་གཅིག་ནས་བཅུ་ན་བཅོ་ལྔའི་བར་ཟིན། དེ་ལྟར་ཚེས་གཅིག་གཉིས། སོ་སོའི་ཚེས་གཉིས་རེད་བསམ་པ་ཡིན་ན། ཚེས་ཆ་ཚང་ལ་ཕྲུག་གུ་བོར་བ། འདི་ཡིན་པ་སོང་ཙང་དང་པོ་འདི་ཧ་ཅང་གལ་ཆེན་པོ་རེད། སླར་ཡང་ཞུས་པ་ཡིན་ན། བོད་རྒྱལ་ལོ་འདི། ལོ་དང་པོ། ཕྱི་ལོའི་དངུལ་ལོ་བརྒྱ་དང་བཅུ་རྩ་བདུན་རེད། སྟོན་པའི་འདས་ལོ་འདི་ཕྱི་ལོའི་དངུལ་ལོ་ལྔ་བརྒྱ་བཞི་བཅུ་ཞབས་བཞི་རེད། དེ་ཚོ་གཉིས་ཧ་ཅང་གི་གལ་ཆེན་པོ་རེད་ཞུ་ཡིན། ད་དེ་ནས་རབ་བྱུང་ངོ་སྤྲོད་ཞུ་ཡ་ཡིན། རབ་བྱུང་ཟེར་དེ། ཨ་ནི་དགེ་ཆོས་ལོ་ཙཱ་བ་ཟླ་བའི་འོད་ཟེར། ཁོང་གིས། དུས་འཁོར། བོད་སྐད་དུ་བསྒྱུར་བ་ནས་བཟུང་བྱས་རྩིས་ལུས་དུ་འགོ་ཚུགས་པ་རེད། རབ་བྱུང་གི་ལོ་དང་པོ་དེ། ཕྱི་ལོ། གཅིག་སྟོང་གྱ་མེད་ཉི་ཤུ་རྩ་བདུན། ལ་ཏག་ཏག་ཁེལ་གྱི་ཡོད་རེད། བྱས་ཙང། ཨ་ནི། རབ་བྱུང་དང་པོའི་གི་ལོ་དང་པོ་དེ་ག་དུས་རེད་ལབ་པ་ཡིན་ན། ཨ་ནི་ཕྱི། གཅིག་སྟོང་གྱ་མེད་ཉི་ཤུ་རྩ་བདུན། ཕྱི་ལོ་གཅིག་སྟོང་བརྒྱད་མ་གཉིས་རྩ་བདུན་ལོ་དེ་རེད་གསུངས། དེ་ནས་ངོ་ཐོག་གི་ལོ་གྲངས་བཅས་དྲུག་ཅུ་ཐམ་པ་བར་དུ་ལ་རབ་བྱུང་གཅིག་ཚོགས་དྲུག་གི་ཡོད་རེད། ངོ་ཐོག་གི་ལོ་བསླབ་པ་སྐབས་སུ་རབ་བྱུང་གི་ལོ་དང་པོ་བརྩིས་པ་སྐབས་སུ་གཅིག་སྟོང་བརྒྱད་མ་གཉིས་རྩ་བདུན་དེ་བརྩི་དགོས་རེད། འདི་མ་བརྩིས་པ་བཅས་རྩ་བརྒྱད་དེ་གཅིག་བརྩིས་པ་ཡིན་ན་ཨེ་ཅིག་ཕྱེད་དྲུག་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་རབ་བྱུང་དང་པོའི་ལོ་དང་པོ་དེ་ཆིག་སྟོང་བརྒྱ་མེད་ཉི་ཤུ་རྩ་བདུན་རེད། ཨ་ནི་རབ་བྱུང་དང་པོའི་ལོ་ཐང་མ་འདི། ཆིག་སྟོང་བརྒྱ་མེད་བརྒྱད་ཅུ་གྱ་དྲུག་ཏག་ཏག་བྱ་དགོས། ད་རབ་བྱུང་འདི་བརྩི་བའི་སྐབས་སུ་ཨ་ནི་ཕྱི་ལོ་དང་མི་འདྲ་བ་ལོ་ཁམས་དང་སྦྱར་བྱེད། ང་ཚོ་བརྩི་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང། གཅིག་སྟོང་བརྒྱད་མེད་ཉི་ཤུ་རྩ་བདུན་ལོ་དེར་ལོ་ཁམས་ག་རེ་ཁེལ་ཡོད་མེད་བརྟག་དགོས་རེད། གཅིག་སྟོང་བརྒྱད་མེད་ཉི་ཤུ་རྩ་བདུན་ལོ་དེ་ལ་ལོ་ཁམས་ག་རེ་ཁེལ་གི་ཡོད་རེད་ཟེར་ལབ་པ་ཡིན་ན། མེད་མོ་ཡོད་ཁེལ་བ་རེད། ཁམས། མེད་ཁེལ་བ་རེད། ལོ་ད་ཡོད་ཁེལ་བ་རེད། མེད་མོ་ཡོད་ཟེར། ད་ཁམས་དང། ལོ་གདངས་གཉིས། མ་གྲངས་ཀ་བརྩིས་པའི་སྐབས་སུ། མི་འདྲ་བ་གཅིག་ཡོད་རེད། མི་འདྲ་བ་གཅིག་དེ་ག་རེས་ལབ་ཡིན་ན། ཁམས་འདི། ལོ་རེ་རེ་ལ་རྒྱུ་དྲུག་ཡོད་རེད། དཔེར་ན་ད་ལོ། གོང་ད་གོང་ད། ལོ་རྟགས་འདི། ལོ་རེ་རེ་ལ་རྒྱུ་དྲུག་ཡོད་རེད། དཔེར་ན་ད་ལོ། ཨ་ནི། འཕགས་ཡིན་ན། རྗེས་མ་བྱི་བ། ཨེ་བླང། དུག་སྦྱོར་བ། ཁམས་འདི་དེ་འདྲ་མ་རེད། ཁམས་འདི། ཨ་ནི། ལོ་གཉིས་གཉིས་ལ་ཁམས་རེ་རེ་འགྲོ་དགོས། ལོ་གཉིས་གཉིས་ལ་ཁམས་རེ་རེ་འགྲོ་དགོས། དཔེར་ན་མེ་ཡིན་ན། བསྟུད་མར་ལོ་གཉིས་ལ་འགྲོ་གི་རེད། ཨ་ནི། མེ་གི་རྗེས་ལ། ས་རེད། ས་ཡིན་ན་ས་བསྟུད་མར་ལོ་གཉིས་འགྲོ་གི་རེད། ད་ཡིན་ན་ཡང། ལོ་གཅིག་གི་ཁམས་འདི། ཨ་ནི། མེ་ལྟ་བུ་ཡིན་པ་ཡིན་ན། མི་སྔ་མ་དེ་ཡིན་ན་མི་དེ་ཕྱི་མ་དེ་ཡིན་ན། འདིས་ངོས་འཛིན་ཐུབ་པས་དེ་གལ་ཆེན་པོ་ཞེ་དྲག་རེད། དེ་ངོས་འཛིན་མ་ཐུབ་པ་ཡིན་ན་ཡང་ཆ་ཚང་འཁྲུག་འགྲོ་བ་དེ་ཡིན་པ་སོང་ཙང། མི་གཉིས་ལས་སྔ་མ་དེ་ཡིན་ན་ཁོ་ལ་མོས་ལབ་རེད། Post Love། རེད། ཕྱི་མ་དེ་ཡིན་ན Most Love རེད། དཔེར་ན། རབ་བྱུང་དང་པོའི་ལོ་དང་པོའི་གི་ལོ་ཁམས་དེ་མེ་མོ་ཡོས་ལབ་རོ། མེ་མོ་ཡོས་ལབ་ཡོད་པ་སོང་ཙང། ཨ་ནི། ལོ་གཉིས་པ་འདི། ཁམས་འདི་བྱེད་དགོས་ཀྱི་རེད་མོ་ལབ་ས་ར་བ། བྱེད་ཚང་ཞིང་སྨན་བསགས་དགོས་ཀྱི་རེད། བྱེད་ད་ཁམས་ཀྱི་གོ་རིམ་འདི་སྤེལ་གལ་ཆེན་པོ་རེད། ལོ་དག་གི་གོ་རིམ་འདི་སྤེལ་མ་ཟིག་གལ་ཆེན་པོ་རེད། ཁམས་ཀྱི་གོ་རིམ་འདི་ག་རེ་སླ་བ་ཡིན་ན། ཞིང་སྨན་བསགས་ལྕགས་ཆུ། ཞིང་སྨན་བསགས་ལྕགས་ཆུ། ཞིང་སྨན་བསགས་ལྕགས་ཆུ་ལྔ་པོ། ལོ་རྟགས་ཀྱི་གོ་རིམ་དུ་ཀ་རི་སི་ལབ་ཡིན་ན། བྱི་བ། གླང། སྟག། ཡོས། འབྲུག། སྦྲུལ། རྟ། ལུག། སྤྲེལ། བྱ། ཁྱི། ཕག། བྱི་བ། གླང། སྟག། ཡོས། འབྲུག། སྦྲུལ། རྟ། ལུག། སྤྲེལ་དང་བྱ། ཁྱི། ཕག། ཟེར། བྱས་ཙང། ལོ་རྟགས་རེ་རེ་ལ། ཨེ་ནི། ལོ་རྟགས་གཉིས་གཉིས་ལ་ཁམས་རེ་རེ་ཐོབ་ཀྱི་ཡོད་པར་སོང་ཙང། ལོ་རྟགས་སྔ་མ་དེ་ལ་ཁམས་འདི་ཕོ་སྲས་དགུ་རེད། ལོ་ཟླ་ཕྱི་མ་དེ་ལ་ཁམས་འདི་མོ་སྲས་དགུ་རེད། དེ་འདྲ་ཡིན་པ་སོང་ཙང། ལོ་ཟླ་བཅུ་གཉིས་ཀྱི་ཨ་ནི་དང་པོ་གསུམ་པ། ལྔ་པ་བདུན་པ། དགུ་པ་བཅུ་གཅིག་ལ་ཕོ་སྲས་དགུ་རེད། དེ་དང་འབྲེལ་བའི་ཁམས་ག་རེ་སླེབས་ཡོད་ན་ཕོ་སྲས་དགུ་རེད། དེ་ནས་གཉིས་པ་བཞི་པ་དྲུག་པ་བརྒྱད་པ་བཅུ་པ་བཅུ་གཉིས། ཨཱ་ནི། ལོ་ཟླ་ག་རེ་སླེབས་སོང་ནས། ཨཱ་ནི་ཁམས་དང་སྦྱར་བའི་སྐབས་སུ་མོའོ་སི་ལ། དེ་དང། ཁམས་དང་མཉམ་དུ་ལོ་ཟླ་དེ་ཕོ་ཡིན་ན། ཨཱ་འདི་རྗེས་མ་གི་ལོ་ཟླ་དེ་རང་འཇགས་བཞག་གོ་རེད། ཁམས་དང་མཉམ་དུ་སྦྱར་བའི་ལོ་ཟླ་འདི་མོ་ཡིན་ན། ཨེ་ནི། དེའི་རྗེས་མ་གི་ཁམས་དེའི་ཕྱེད་དགུ་དགུ་ཡོད་རེད། ཨོ་དེའི་ཐུགས་ལ་ངེས་དགོས་དེ་ཧ་ཅང་གི་གལ་ཆེན་པོ་རེད་ཞུས་ཡིན། དེ་ནས། ལོ་ཉེའི་ཡུལ་ཁེལ་བས་སྐོར་ཐང་གི་ལུགས་སུ་མེ་མོ་ཡུལ་དང། སྟོན་སྦྲུལ་གྱི་ལུགས་སུ་རབ་བྱུང་སྲིད་རྟའི་མིང་འདོགས་སྟངས་ཀྱི་ཁྱད་པར་རོ། རབ་བྱུང་དང་པོའི་ལོ་དང་པོ་དེ། ཆིག་སྟོང་བརྒྱད་མེད་ཉི་ཤུ་རྩ་དྲུག་རེད། ཨ་ནི། མེ་མོ་ཡོས་རེད། ཡང་ན་རབ་བྱུང་རེད། ཅེས་དང་མེ་མོ་ཡོས་ཟེར་བའི་ཐ་སྙད་འདི་ཨ་ནི་སྤོར་ཐང་གི་ལུགས་སུ་བྱས་པ་རེད། རབ་བྱུང་ཟེར་བ་འདི་སྟོན་འབྲས་ཀྱི་ལུགས་སུ་བྱས་པ་རེད། ཁུངས་མི་འདྲ་བ་གཉིས་རེད། མདོར་ན། མེ་མོ་ཡོས་དང་རབ་བྱུང་གཉིས་དོན་དག་གཅིག་པ་རེད། རབ་བྱུང་དང་པོའི་ལོ་དང་པོ་དང། ཨ་ནི་རབ་བྱུང། གཅིག་གིས། མེ་མོ་ཡོས་གཉིས་ག་དུས་ཡིན་ནས་དོན་གྱི་མིང་གི་རྣམ་གྲངས་རེད། རབ་བྱུང་དེ་ཐོག་མ་གང་འདྲ་དུ་བྱས་ནས་འགོ་ཚུགས་པ་རེད་ཅེ་ན། བྱེ་བྲག་བཅུ་གཅིག་ནང། དེ་རྒྱུ་ལོ་ཙཱ་བ་ཟླ་བའི་འོད་ཟེར། ཞུ་བ་ཞིག་བྱོན་པ་རེད། ཁོང་གིས་དུས་འཁོར་རྩ་རྒྱུད་བོད་སྐད་དུ་བསྒྱུར་བའི་ལོ་དེ་ནས་བཟུང། ནི་རབ་བྱུང་རྩིས་ཡས་དུས་འགོ་ཚུགས་པ་རེད། ད་ལྟ་རབ་བྱུང་བཅུ་བདུན་འགྲོ་བཞིན་པ་རེད། ཉིས་སྟོང་བཅུ་དགུ་བསམ་བཏང་གི་ཡིན། ཨ་ནི་རབ་བྱུང་བཅུ་བདུན་འགྲོ་བཞིན་པ་རེད། རབ་བྱུང་བཅུ་བདུན་གྱི་ལོ་དང་པོ་དེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལ་ཁེལ་དགོས། དེ་ནས་བཟུང་བྱས་ཨ་ནི་ལོ་དྲུག་ཅུ་གཅིག་གི་བར་དུ་རབ་བྱུང་བཅུ་བདུན་དེ་མུ་མཐུད་ནས་འགྲོ་གི་ཡོད་རེད། རབ་བྱུང་བཅུ་བདུན་དེ་ལ་ལས་ཐོག་གི་ནང་ལ་སྐབས་རེ་རབ་བྱུང་རི་དྭགས་ཟེར་གི་རེད། རི་འདབས་ལ་བས་ནི་བཅུ་བདུན་གཟིགས་འོད་རེད། སྐབས་རེ་རབ་གནས་གཟིགས་རེད་གནས་ཟེར་ན་བཅུ་བདུན་གཟིགས་འོད་རེད། འོ་འདུག་ཟེར། རབ་བྱུང་དང་པོའི་གི་ལོ་དང་པོ་དེ་ལ་རབ་བྱུང་ལག་དགུ་བའི་རྒྱུ་མཚན་ག་རེད་ཟེར་ན། ནི་ལོ་དྲུག་ཅུ་ཐམ་པ་རེ་རེ་ལ། ནི་ལོ་ལོ་བཅུ་ཐམ་པའི་གི་ལོ་རེ་རེ་ལ་མིང་རེ་རེ་རེ་རེ་ཡོད་རེད། དེ་ཡིན་པ་སོང་ཙང་མེ་མོ་ཡུལ་གི་ལོ་དེ་ལ་རབ་བྱུང་གཟིགས་ཡོད་རེད་དེ་རྒྱུ་མཚན་དུ་བྱས་རྗེས། ཐོག་མའི་གསལ་བྱེད་རྒྱུ་མཚན་དུ་བྱས། རྗེས་ལུས་འཁོར་མ་དྲུག་ཅུ་དེ་ལ་ཡང། རབ་བྱུང་ཟུར། མདོར་ན། རབ་བྱུང་ལ་བའི་སྐབས་སུ། འདིར་དོན་དང་གཉིས་ཡོད་རེད། ཐད་ཀར་འབྲེལ་བ་ཡོད་པ་གཅིག་ག་རེ་ཟེར་ན་མེ་མོ་ཡོས་ལ་གཟིགས་ཡོད་རེད་གཅིག། ལོ་དྲུག་ཅུ་ཐམ་པ་ལ་མེ་མོ་ཡོས་གཟིགས་པ་རེད་མེ་མོ་ཡོས་ནས་མེས་པོ་བཏགས་བར་དུ་ལ་རབ་བྱུང་གཅིག་ཟེར། གཅིག་དེ་དང་པོ་ཡིན་ན་རབ་བྱུང་དང་པོ། ད་ལྟ་ཡིན་ན་རབ་བྱུང་བཅུ་བདུན་པ་འགྲོ་བཞིན་པ་རེད། སྔོན་བརྗོད་བེད་སྤྱོད་བཏང་ན་རབ་བྱུང་བཅུ་བདུན་ལ་རབ་བྱུང་རི་རྟ་དང་རབ་གནས་ཀྱང་ཟེར་གྱི་ཡོད་རེད་ཟེར། ཐོག་མའི་གསལ་བྱེད་ཀྱི་ཆ་ནས་དྲུག་ཅུ་སྐོར་གཅིག་གི་ལོ་ལ་ཡང་རབ་བྱུང་ཞེས་ཐོགས། སྤྱིར་བཏང་དྲུག་ཅུ་སྐོར་གཅིག་བརྩི་བའི་སྐབས་མེ་ཕོ་བྱི་དེ་ལོ་དང་པོར་བརྩི་བ་ཡིན། རབ་བྱུང་བརྩི་སྟངས་ཚུལ་བཞིན་བཤད་པ་ལ་ཐོག་མར་ལོ་སྐོར་བཅུ་གཉིས་དང་ཁམས་ལྔ་ཡི་གོ་རིམ་ངེས་ཅན་མ་དཀྲུགས་པ་ཞེས་བོས་ཟེར། ལོ་དྲུག་ཅུ་རྣམ་པ་བརྩིས་པའི་སྐབས་སུ་མེས་པོ་བྱིས་ནས་བརྩིས་ནས་འགྲིག་གི་ཡོད་རེད། ཡིན་ན་ཡང། རབ་བྱུང་དང་པོའི་གི་ལོ་གོ་དྲུག་ཅུ་རྣམ་པ་བརྩི་དགོས་ཡོད་ན་མེས་མོ་ཡུལ་ནས་བརྩི་དགོས་ཡོད་རེད་ཞུས། དེ་མིན་ཁྱད་པར་གལ་ཆགས་མ་རེད། ཨ་གོང་དུ་ཞུས་པ་ནང་བཞིན་རེད། ཤིང་མེ་ས་ཆ་ཆུང་ལྔ་པོའི་གོ་རིམ་དུ་ངེས་དགོས་རེད། ལོ་ཟླ་བཅུ་གཉིས་ཀྱི་གོ་རིམ་དུ་ངེས་དགོས་རེད། ལོ་ཟླ་བཅུ་གཉིས་ནས་ཡ་གྲངས་ཚང་མ་ལ་ཨ་ནི་ཁམས་དང་སྦྱར་བའི་སྐབས་སུ། ཕོས་ལ་གུ་རེད། ལོ་ཟླ་བཅུ་གཉིས་ལས་ཆ་གྲངས་སྦྱར་བའི་སྐབས་སུ། ཁམས་དང་སྦྱར་བའི་སྐབས་སུ་མོས་ལ་གུ་ཡོད་རེད། མོ་ག་དུས་སླེབས་པ་ཡིན་ན་ཡང་ཁམས་གསར་པ་ལས་གུ་རེད། ཕོ་ག་དུས་ཡིན་ན་ཡང་དེའི་ལོ་རྗེས་མ་དེའི་ཁམས་རང་འཇགས་ནས་གུ་རེད་ཟེར། ལོ་འཁོར་བཅུ་གཉིས་ནི། བྱི་བ། གླང་སྟག། ཡོས་འབྲུག་སྦྲུལ། རྟ་ལུག་སྤྲེལ་དང་བྱ་ཁྱིའི་ཕག། ཁམས་ལྔ་ནི། ཤིང་མེ་ས་ལྕགས་ཆུ་ལྔ་པོ་བྱེད་གཟུགས་ཟབ། ལོ་ཟླ་རེ་རེར་བྱེད་ཀྱང། ལོ་ཟླ་ལོ་རེར་བྱེད་ཀྱང། ཁམས་ནི་ལོ་གཉིས་རེར་བྱེད་པ་ཡིན། ཁམས་དང་པོ་དེར་ཕོ་སྐྲ་སྦྱར་བ་དང། གཉིས་པ་དེར་མོ་སྐྲ་སྦྱར་བ་དགོས། དཔེར་ན་རབ་བྱུང་དང་པོའི། ལོ་དང་པོའི་ལོ་ཁམས་ནི། མེ་མོ་ཡོས་ཡིན་པར་བརྟེན། དེའི་ཕྱི་ཀླུའི་ཁམས་དེ་ས་ཕོ་འབྲུག། མེ་དེ་ས་ཆ་སོ། ད་དེའི་ཕྱི་ཀླུའི་ཁམས་ནི་ས་མོ་སྦྲུལ། ས་ཕོ་ཡིན་ན་ལོ་བྱེ་མ་འདི་ཁམས་རང་འདྲ་དེ་གུག་རོ་ཇི་ལྟ་ས་མོ་སྦྲུལ་ཕྱིར། ཕོ་སྐྲ་སླེབས་དུས་དེའི་ཕྱི་ཀླུར་ཁམས་རང་འཇགས་དང། མོ་སྐྲ་སླེབས་དུས་དེའི་ཕྱི་ཀླུར་ཁམས་དེར་རྒྱུ་བ་འགྲོ་བ་ཡིན་བསམ། རབ་བྱུང་རེ་རེའི་ལོ་ཁམས་དེ། མེ་མོ་ཡོས་ནས་མགོ་བཙུགས་ཏེ་རིམ་བཞིན། རབ་བྱུང་རེ་རེའི་ལོ་མཐའ་མ་དེ། མེ་ཕོ་སྟག་ལ་སླེབས། དེ་འདྲ་ཡིན་པ་སོང་ཙང་མེ་ཕོ་སྟག་ནི་རབ་བྱུང་རེ་རེའི་ལོ་མཐའ་མ་དེ་རེད། དེ་ནས་སླར་ཡང་རབ་བྱུང་ཕྱི་མ་དེ་མགོ་བཙུགས་སོ་བསམ། རབ་བྱུང་མགོ་བཙུགས་ནས་ཕྱི་ལོ་གང་གི་བར་དུ་ལོ་གྲངས་ཕྱི་སོང་དེ་ལ་རབས་ལོ་ཟེར། ཟླ་བ་རེ་རེར་ལོ་ཟླ་རེ་རེའི་མིང་གིས་བསྙད་ཡོད་ཅིང་དེ་ནི་ལོ་ཟླ་དྲུག་སྟེ་བོད་ཟླ་དང་པོ་དང། ཡོལ་སྟེ་བོད་ཟླ་གཉིས་པ་ལ་བཤད། ཟླ་བ་གསུམ་རེར་ནམ་དུས་གསུམ་རེའི། ར་འབྲིང་མཐའ་གསུམ་རྒྱུ་སྤང་དུ་བྱེད་ན། ཨེ་ནི། དཔྱིད་ཀའི་ཟླ་བ་དང་པོ་ལ་སྟག་ཟེར། དཔྱིད་ར་སྟག། དཔྱིད་འབྲིང་བཞི། དཔྱིད་ཐ་འབྲུག་ཟླ་ཡིན། ད་ནང་བཞིན་དབྱར་ར་གྲུལ་ཟླ། དབྱར་འབྲིང་རྟ་ཟླ། དབྱར་ཐ་ལུག་ཟླ། སྟོན་ར་སྤྲེལ་ཟླ། སྟོན་འབྲིང། བྱ་ཟླ། སྟོན་ཐ་ཁྱི་ཟླ། དེ་བཞིན་གུན་ར། ཕག་ཟླ། གུན་འབྲིང་བྱི་ཟླ། དགུན་ཐ་མ་གླང་བཅས་ཡིན་ནོ། ས་ཏེ་ར་འབྲིང་མཐའ་གསུམ་བསལ་ཏེ་ནམ་དུས་རེ་རེ་གའི་ཟླ་བ་དང་པོ་གཉིས་པ་གསུམ་པ་ལ་མིང་བཏགས་བྱ་བ་རེ་ཞུ་ཡིན། འོ་འདུག་ཅེས་ཨན་རབ་བྱུང་སྐོར་ལ་འགྲེལ་བཤད་མདོར་བསྡུས་ཀྱི་འདི་འགྲིག་པོ་བྱེད། འོ་དེ་ནས།